འདི་གཞི་བཞག་ཅིག་ནས་སྡིག་གི་འབྲས་ཤེས་དྲག་པོ་ཅིག་ད་ལྟ་མི་ཕར་མི་ཕྱིན་གྱི་ལུགས་ཀྱིས་སྟོང་གཟུགས་ཀྱི་གེ་བཞག་འདི་ཚོ་ཚང་མ་ག་རེ་ཤེས་དགོས་རེད་སོང་དེ། གནས་ལུགས་གསལ་སྟོང་ཟུང་འཇུག་གི་ནང་ནས་གསལ་ཆ་ཡོད་སའི་ཕྲ་བའི་རྟགས་སྣང་གི་ཐོག་ནས་ཤེས་འགྲོ་དགོས་རེད་ད་བྱས་ཙང་གཟབ་ཁེ་ཚང་མ་འདི་ནས་ཤེས་འགྲོ་དགོས་རེད། འདི་ཤེས་འགྲོ་འོང་དེ་རྗེས་མ་ང་རང་ཚོ་མི་ཕ་རི་མོ་ཆེ་དང་ད་ཀིང་ཀ་ཀློང་ཆེན་ལང་སར་བ་བརྒྱུད་བཅུ་བདུན་གྱི་དབང་པོ་རེད་ད་བརྒྱུད་བཅུ་བདུན་གཞི་བཞག་ཅིག་ནས་འགྲོ་འོང་དེ། འོ་ད་བརྙན་ལ་འདི་ཚོ་ཤེས་མཁན་གྱི་རིགས་དེ་ཚང་མ་ག་རེ་རེད་འདུག་བསམ་ན། ཆུ་ལུག་གི་རླུང་སེམས་རགས་པ་གྱིས་ནང་ལུག་དབུ་མའི་ཕྲ་བ་ནང་ལོགས་སྦྱངས་ནས་བདུད་སྟོབས་ཀྱི་ཤར་བཞག་པ་ཞིག་རེད་ཤག་ཟེར། དེ་འདྲ་ཅིག་ཡིན་པ་སོང་ཙང་དེ་ག་རང་བླང་དོར་གྱི་སྐད་ཆ་སླེབས་ས་འདུག་ཨ། བླང་དོར་གྱི་སྐད་ཆ་ཡིན་པ་སོང་ཙང་དེ་འདྲ་ལ་དེ་ནས་བཏང་གནང་སྒྱུ་ལུས་ཡིན་ནའི་འདྲ་སྟོང་གཟུགས་ཡིན་ནའི་འདྲ་ག་རེ་མ་ཟེར་ག་རེ་གནང་ནའི་གནང། རྫོགས་ཆེན་ལ་བལྟས་ན་རླུང་སེམས་ཀྱི་གདངས་རེད་མ་གཏོགས་རིགས་གདངས་མི་འདུག་ཟེར། འོད་གསལ་གྱི་གདངས་དངོས་གནས་དེ་རེད་མི་འདུག་ཟེར་བ་རེད། ད་དེ་ག་རང་འདི་ཚོ་ཁས་ལེན་གི་ར་ཚང་མ་ཏག་ཏག་ཕྲ་མོ་ལ་བསྡད་སྡོད་དགོས་རེད་ད་མེ་ང་གཉིས་འདི་བཤད་ས་བྱས་ནས་སྟོད་ཕྱོགས་ཀྱི་སྐད་ཆ་བཤད་གི་ཡོད་རེད་ད་ངས་སྟོད་ཕྱོགས་ཀྱི་སྐད་ཆ་མེ་ང་གཉིས་འདི་འདི་བཤད་དོན་ཡོང་མ་རེད། དང་པོ་སླེབས་སང་ཁོ་རང་ནས་བདག་གི་དགོངས་དོན་སྤྲོ་སོང་ཙང་བ་ག་རེ་སོང་འདི་གཞི་འབྲེལ་གཉིས་འདི་ཀོ་ཁ་བསྡུ་བྱས་ནས་སྦྱར་བཞག་གི་ཡོད་རེད་ད། གཞི་ལམ་འབྲས་གསུམ་དབྱེར་མེད་ཀྱི་ཉམས་ལེན་བྱེད་གི་ཡོད་རེད། བྱས་ཙང་ལམ་འདི་སྐབས་སུ་དེ་ག་རང་གཞི་ལམ་འབྲས་གསུམ་དབྱེར་མེད་ཀྱི་ལམ་འདི་འབྲེལ་འོང་འདི་འོད་གསལ་གྱི་རྟགས་སྣང་འདི་ཡང་རླུང་སེམས་ཀྱི་གདངས་ཡོང་སྟངས་ཡོང་མ་རེད་ལ་འོ་རེད་འདི་རིག་སྟངས་ཁོ་ན་གྲོགས་གི་ཡོད་རེད། ཁྱེད་ཚོ་འདི་བེད་ཁོ་ཁྲ་ར་ཁ་ཁ་ཆགས་འགྲོ་གི་རེད། རྫོགས་ཆེན་སེམས་ཀློང་མན་ངག་སྡེ་གསུམ་གྱི་རྣམ་བཞག་ཁོ་རང་ད་དཔེ་ཆ་འདྲ་ཁུངས་བསྟུན་ནས་འགྲོ་ན་སྔ་ཤོར་འདྲ་སླེབས་ས་དེ་གང་བ་ནས་རག་གི་རེད་སོང་དེ་འདྲ་ཐོས་རྒྱུ་ས་གཞི་ན་ཡོད་རེད་རིག་པ་རང་ཤར་ན་ཡོད་རེད་མདོར་ན་རྒྱུད་བཅུ་པའི་ནང་ལོ་སླེབས་དགོས་རེད་ད་འདིའི་ངེད་ལ་ཡིག་ཆ་རག་གི་ཡོང་མ་རེད་ད་འདིའི་ནང་ལོ་ལ་སླེ་དེ་འདིའི་ནང་ལོ་ལ་སེམས་ཀློང་མན་ངག་གསུམ་གྱི་སྐད་ཆ་བཤད་གི་ར་བ་ད་འདི་གི་ལྟ་སྒོམ་སྤྱད་གསུམ་དང་མི་འདྲ་བའི་ཁྱད་པར་གོང་འོག་གི་ཐེག་པ་ཐོབ་མེད་སྐད་ཆ་བཤད་འོང་དེ་གནའ་སྔ་མོ་ང་རང་སོགས་ཡུལ་ཆོས་ཀྱི་རྫོགས་ཆེན་དེ་སེམས་གཏད་ཀྱི་ཁོངས་སུ་སླེབས་དགོས་རེད་ད། མ་གཏོགས་སློང་དེ་དང་མི་ང་དེ་དེ་སྐད་ཆ་སྐོར་ལས་བརྒལ་བ་མ་རེད་དེ་སྐད་ཆ་ཅི་རེད་དེ་འདྲ་གི་རྣམ་གཞག་བྱེད་མཁན་དང་རྒྱུད་འདི་རེད་འདི་རེད་ངོས་ཟིན་བྱེད་མཁན་ཚང་མ་ཕྱི་དར་གི་སྐད་ཆ་བཤད་སྟངས་རེད་ད་ལྟ་ཁྱེད་རང་གིས་ཀྱང་སློང་དེ་སྐད་གསུངས་སོང་ང་སློང་དེ་གི་སྐད་ཆ་དེ་ཕྱི་དར་སློང་དེ་ལ་མང་པོ་ཡོད་མ་རེད་ད་རྩ་བའི་རྒྱུད་འདྲ་པོ་དེ་ང་སོག་བཅས་གི་ཡེ་ཤེས་གཙང་བའི་གི་རྒྱུད་ལ་སོག་པ་བཞག་འོང་དེ་ཞེ་དྲག་རང་ད་ག་ར་ཚང་འདི་ངེད་ལ་ཡོད་པའི་ཚོགས་ནང་དང་ཞེ་དྲག་ལས་བརྒལ་བ་མ་རེད་ད་དཔེར་ན་ཁྱད་པར་དུ་ཡང་སློང་དེ་བདག་རྒྱུད་ཛམ་བྷ་འདྲ་པོ་ཡིན་ན་རྗེས་མ་རྗེས་མ་དུས་རབས་བཅུ་གཉིས་པ་ལ་སློབ་དཔོན་ཀུན་བཟང་རྡོ་རྗེ་གིས་འདི་སྐབས་སུ་ནས་ཞི་གནས་གཟེངས་རྒྱར་མ་བག་གི་འདི་སོ་དང་འདི་སྐབས་སུ་ཞི་གནས་ལས་བརྒལ་བ་རེད་ད། དེའི་སྐབས་སུ་ཀེ་ཤ་ལེར་བར་དུ་སྡིག་བསྔལ་ལ་དངོས་གནས་བྱས་ན། ཀློང་དེ་བདག་གཅིག་བསམ་པ་དེ་ཐ་སྙད་ཡང་ཡོད་མ་རེད། རྒྱུད་སྡེ་གི་གྲངས་ཀ་དུས་ཚོད་དངོས་གནས་བྱས་ན་རང་བཟུང་གི་གསུང་དུས་ཚོད་ལ་སྦྱར་བ་དང་བསྟན་འགྱུར་ཟེར་ལེགས་ཀྱི་མི་འདོད། བསྔལ་ལ་དངོས་གནས་བྱས་ན་ག་ལེ་ཡོད་རེད་ད། ད་དེའི་རྣམ་གཞག་མང་པོ་མང་པོ་གླས་ནས་དེ་ནས་རྒྱུའི་དུས་སུ་ད་དེའི་རྣམ་གཞག་དེ་བཟོས་ནས་དེའི་ནང་ལོ་ད་ཀླུ་ཡས་ཀྱི་བེ་ཙན་དྲ་རྒྱས་ནས་ནི་མང་རོ་མང་རོ་དེ་ནས་དེའི་བདག་པོ་སྦྱར་བ་དང་སྤྱོད་པ་བསྟན་འགྱུར་སུ་གཉིས་མོ་ད་ལེགས་ཀྱི་མི་འདུག་ཨ། ནས་ག་ལེ་ག་ལེ་བྱས་ནས་དེ་ནས་ཆོས་བྱས་ཏེ་ལས་དེ་དེ་ནས་ག་ལེ་ག་ལེ་བྱས་ནས་རྣལ་འབྱོར་ལ་དེ་ནས་མ་ཧཱ་ཨ་ནུ་ཨ་ཏི་སེ་ནས་ད་ཐ་མ་རྒྱུད་སྡེ་དྲུག་གི་བར་དུ་ཀླས་དགོས་རེད་ད་དེ་ལས་མང་བ་ཡང་ཆེས་ན་ཆེས་ཀློག་དགོས་རེད་དེ་འདྲའི་སྐད་ཆ་ཀླས་དགོས་རེད་ད་ད་འདི་ཀླས་པའི་བཀའ་དྲིན་ལ་བརྟེན་ནས་ཕྱོགས་གཅིག་ནས་གར་ཆག་དགོས་རེད་བསམ་ཕྱོགས་གཅིག་ནས་ད་རྣམ་གཞག་འདྲ་མང་པོ་ཡེ་འོང་གི་ཁ་ཁ་འདྲ་བཤད་ཡོད་རེད་དེ་ཕྱོགས་གཅིག་ནས་ཀ་ལེ་ཁག་པོ་ཡང་བཟོ་ཡོད་རེད་རྒྱུད་སྡེ་ཁོ་རང་རང་སུག་གསང་མང་ཅན་ཆགས་ཡོད་དེ་དེ་ནས་ད་དེ་ག་གང་ལ་བླུགས་ན་མ་འགྲིག་འོག་ལ་བླུགས་ན་ད་གང་ས་མཁས་པ་མང་པོ་གསོད་པ་བྱ་བདུག་གི་རོགས་དེ་ལ་ཁ་ཤས་གང་ལ་རེད་ལ་ཁ་ཤས་ཀྱིས་མར་རྣལ་འབྱོར་བྱས་ཟེར་ཁ་ཤས་ཀྱིས་ལ་གཅོད་བྱས་རེད་ཟེར་ད་ཧོབ་ས་གང་ལ་བཀའ་དཔེ་བཏགས་བ་ནི་དོན་དག་མི་ཚོགས་ཚེ་བའི་དྲ་བའི་ཆགས་གྲོགས་རེད། ག་རེ་བཟོ་འོང་དེ་ད་རྒྱུས་ཁོ་རང་དགའ་བདེའི་དབེན་ད་དེ་རྣམ་གཞག་གི་རྐང་ཡིག་བཟོ་འདུག་བ། དེ་འདྲ་མང་པོ་ཡོད་རེད་ཕ་གིས་གསོད་པ་བྱབ་དེ་རུ་བཟོ་གྲྭ། ད་བྱས་ད་འདི་ཁོ་དང་པོ་ནས་མཇལ་ཁའི་མི་ནས་ད་ངས་དེ་གནས་འགྱུར་གྱིས་ད་ཆ་བཞག་དེ་བཟོས་པའི་བཟོ་གྲྭ་མི་འདུག་བ། རྗེས་མ་སུ་གིས་བླུགས་འོང་དེ་དེ་ནི་བླུགས་ས་དེ་ད་རྒྱུས་དང་ཕ་གིས་བླུགས་ས་གི་ས་ཆ་དེ་དང་བླུགས་ཡས་ཀྱི་ལྕགས་ལ་ནི་སྤུ་དེ་ད་ཏག་ཏག་དེའི་མ་དེ་གི་ཐོག་ནས་དཀའ་ངལ་མང་པོ་འཕྲད་ཡོང་གི་ཡོད་རེད། ད་གང་ལྟར་ཅང་འདིའི་སྐད་ཆ་ཞིག་བཤད་འོང་ནས་ད་ནི་ཁྱེད་རང་གསུང་ཐག་དེ་རེད་རྣམ་གྲངས་མང་པོ་བཤད་དེ་ཁོ་རྒྱུད་སྡེ་གཅིག་གི་ལུགས་སྲོལ་འདྲ་རེད་དོ། དཔེར་ན་ང་ཚོ་གསང་བ་སྙིང་པོ་ལ་ལྟ་ད། གསང་བ་སྙིང་པོ་ལ་ག་རེད། ལེའུ་སྟོང་ཕྲག་བརྒྱ་ཡོད་རེད་ལབ་རོ་རྡོ་རྗེ་སེམས་དཔའ་རྒྱུད་གྲྭ་འདྲ་བ་ལེའུ་སྟོང་ཕྲག་བརྒྱ་ཡོད་རེད་ཟེར། ག་བ་ནོ་ཡོད་རེད་ཟེར་ནས་ཡོད་རེད་ཟེར་ད་ག་བ་ཡིན་ན་ཅི་ན་ཡོད་རེད་ཟེར་ལ་ཡར་མ་དོ་ད་ལ་ཡོད་གཏན་ནས་མེད་རེད་བ་ག་ཚོ་ལ། ཡིན་ནས་ང་རང་ཚོ་ལ་ཡོད་རྒྱུ་ག་རེ་རེད་ཟེར་ད་ཨོ་སང་ཉིན་གསར་གྱི་ལེའུ་འདི་གསར་རྙིང་འདི་རེད་ཟེར། དེ་འདི་ཚང་མ་དེ་འདྲ་རེད་དོ་རྒྱུ་ཁུར་ཡིན་ན་ག་རེ་བྱེད། དཔེར་ན་ད་ལྟ་ཁྱེད་རང་གི་གསུང་གི་ཡེ་ཤེས་སྙིང་པོ་ཀུན་ལས་བཏུས་པ་དེ་གསང་འདུས་ཀྱི་རྒྱུད་རེད་བ་གསང་འདུས་ཀྱི་ཤེས་བྱེད་རེད། གསང་འདུས་ཀྱི་ཤེས་བྱེད་འོན་ཏེ་གསང་འདུས་ཡེ། ལེའུ་སྟོང་ཕྲག་ག་ཚད་ནས་བྱེད་ན་ཡོད་རེད་ལར་ད་ག་བ་ཡོད་རེད་ཟེར་ན་ད་གཞན་དག་བྱེད་ལ་མི་མ་ཡིན་པས་མི་མ་ཡིན་པས་ཀྱི་ས་ཆ་བྱེད་ལ་ཡོད་རེད་ཟེར་བ་རེད་ཡིན་གྱི་ད་མིའི་ལུང་པ་བྱེད་ལ་ཡོད་རེད་ཟེར་མཁན་ཡོད་མ་རེད། དེ་ནས་ད་ད་འཛམ་བུ་གླིང་ལ་ད་ང་ཚོ་མིའི་ལུང་པ་ལ་ལྟ་ཤག་ཤག་མཐོང་ཤག་ཤག་ག་ཚད་ཡོད་རེད་ཟེར་ན་ཨོ་གསང་འདུས་ས་ཀྱི་ལེའུ་བཅུ་བདུན་བྱེད་པ་དེ་ཡོད་རེད་ད་ཟེར་རེད། དེ་དེ་ཁོ་རང་གི་སྐད་ཆ་བཤད་སྟངས་གཅིག་རེད་ད། མཚོན་ན་རག་གི་མ་རེད་ག་བ་བྲོ་ད་ཡང། ཨེ་པེ་ཀ་ལེ་རེད་ཤག་འདི་འདི་ཁ་ཐུག་ལའི་ལོའི་གི་ལས་མི་རེད་མི་འདུག་ཡིན་རྒྱུ་ཡིན་རྒྱུ་དེ་འདྲ་རེད་ད་ག་ཐོ་ཤག་སྔ་མ་འདི་འདྲ་ཅིག་བརྩེ་གི་ཡོད་རེད་ང་ཚོ་གི་ཁས་ལེན་གི་ལེན་གི་ཡོད་མ་རེད་ཟེར་སྐད་ཆ་དེ་ད་ག་ལ་གོ་རེད་ད་སྐད་ཆ་དེ་པས་ཐག་རིང་པོ་ཞུགས་འགྲོ་ཆགས་ཡོད་རེད་ད་དེ་འདྲ་འགྲོ་གི་བྱེད་ག་འདྲ་ཤག་འདི་སྐད་ཆ་བཤད་གི་འདི་འདི་རབ་ཡག་ཤོས་ཅིག་རེད་སྐད་ཆ་བཤད་གི་མི་འདི་མདང་དགོ་སུ་གི་བཤད་ཤག་ཟེར་མངལ་ལ་སུ་ཡི་བཤད་ཤག་ཟེར་ག་འདི་ནི་དགོ་སུག་ཤག་ཟེར་འདི་བཤད་ན་ད་དུང་ང་ཚོ་ལ་ཕན་ཡང་ཐ་བ་འདྲ་ཡོད་རེད་ད་གང་ལྟར་ཅང་སྐད་ཆ་འཆད་ཆོག་གི་རེད་སུ་ཡིན་ནས་རེད་བ་སྐད་ཆ་བཤད་པ་ནང་བཞིན་བྱས་ནས་ར་ཡ་ཡོད་རྒྱུ་མེད་རྒྱུ་ཅི་ཙམ་མོ་བཏང་ན་ནི། ཕས་ཆོག་པ་རག་གི་མ་རེད་ཟེར་ཞུ་ཡ་ཡིན་ཁ་ཐུག་རེད་བ་སྐད་ཆ་བཤད་ཆོག་རེད་དེ་བས་རག་གི་མ་རེད་ཟེར་ཡིན་ནས་ད་ང་རང་ཚོ་ག་རེ་བྱ་དགོས་རེད་སོང་དེ། ཕ་གི་གཅིག་ད་ལྟ་ཕྱི་གི་ངའི་འདྲི་བ་འདི་ཞུ་གོ་འདི་གཞི་ལམ་འདི་ཚོ་མི་ངན་རྒྱ་རྒན་ཞུ་ས་ཡིན་ཙང་རྫོགས་ཆེན་ཐ་སྙད་ཀྱི་ཞུ་དགོས་ར་བ་ངས་རྫོགས་ཆེན་ཐ་སྙད་དེ་ད་ང་ཚོ་ཚང་མི་གི་ད་རྫོགས་པ་ཆེན་པོ་ཟེར་དེ་ང་རང་ཚོ་གི་ཐི་མོ་མན་པའི་ལས་སྐལ་གྱི་ཆ་འོང་དེ་རྒྱ་གར་ནས་ཡོད་ཡོང་མ་རེད་རྒྱ་གར་གི་ལེགས་སྦྱར་སྐད་ལ་ཆོས་སྐད་ཡོང་རོགས་ཡོང་མ་རེད་ཟེར་ད་མང་པོ་ཞིག་གསུང་གི་ཡོད་ར་བ་ད་འདི་ཚོ་ནས་མཁས་པ་མང་པོ་གི་ནང་བསམ་བློ་གནང་གི་ཡོད་རེད།

བཟོ་རྒྱུ་དང་ལེགས་སྦྱར་གཞུང་མ་ལས་ཀྱི་ཁ་ཁ་རེད་དོ། དེ་ནས་ངའི་མིང་འདྲ་པོ་ལེགས་སྦྱར་ལ་ཕབ་ན་ཕབ་ཡ་ཡོད་ར་དཀོན་མཆོག་ཟེར་འདི་ལབ་རེད་ཟེར་བསྟན་འཛིན་ཟེར་འདི་ལབ་རེད་ཕབ་ཡ་ཡོད་རེད་དེ་ནས་འདི་ཡོད་པ་ཙམ་གྱིས་ལེགས་སྦྱར་ཡོད་ཟེར་ནི་འོག་མ་རེད་ལེགས་སྦྱར་གཞུང་མ་ཡོད་མེད་དེ་ཁོ་རང་ནས་གནའ་བོའི་གསུང་རབ་ཀྱི་འདི་ཁོ་ན་ཡོད་དགོས་དགོས་དོ། འདི་ཡོད་ལུགས་ཡོད་སྟངས་ཀྱི་ཐོག་ནས་སྐད་ཆ་བཤད་ན་ལེགས་སྦྱར་གཞུང་མ་བཅས་ལ་རྫོགས་པ་ཆེན་པོ་ཟེར་རག་གི་འོག་མ་རེད། ད་འདི་མ་རག་འོན་ཏེ་མཁས་པ་ཚོ་གི་དཔྱད་པ་ག་རེ་བྱེད་དགོས་རེད་ཟེར་འདོན་ཐོག་ལ་ད། ད་འདི་ཚོ་ལ་ཚང་མ་ལེགས་ཀྱི་འདུག་དཔེར་ན་མ་ཧཱ་སམ་སི་ཏི་ཟེར་ལབ་ན་ཡང་རྫོགས་པ་ཆེན་པོའི་དོན་བཟང་མཁན། མ་ཧཱ་པ་རི་པུར་ནཱ་ཟེར་ལབ་ན་ཡང་རྫོགས་པ་ཆེན་པོའི་དོན་བཟང་མཁན། མ་ཧཱ་སམ་མ་པཀྵ་ཟེར་ལབ་ནས་རྫོགས་པ་ཆེན་པོའི་དོན་བཟང་མཁན། མ་ཧཱ་སམ་མ་པཀྵི་ཟེར་ལབ་ནས་བཟང་མཁན། མ་ཧཱ་པུར་ནཱ་ད་ཐ་མ་ང་ཚོ་རྒན་ལགས་འདྲ་གི་ཡིན་ན་སོའུ་དེ་ཡག་ཤོས་འདྲ་ག་རེ་བྱེད་དགོས་རེད་ཟེར་ཏེ་མ་ཧཱ་ཀིར་ཏི། ང་ཚོ་རྫོགས་ལྡན་དང་གསུམ་ལྡན་དང་གཉིས་ལྡན་གྱི་སྐད་ཆ་ཡོད་རེད་བ། རྫོགས་ལྡན་ཟེར་གི་རྫོགས་ཟེར་གི་ཚིག་འདུ་བ། འདི་དང་མཉམ་དུ་དགོངས་པ་བྱས་ནས་མ་ཧཱ་ཀིར་ཏི་ལ་ལབ་ནས་དོན་དག་བརྩད་གི་ཡོད་རེད་ད། འདི་དང་པོ་ནས་ཐ་སྙད་ཡོད་རེད་ཟེར་གི་ཡོད་མ་རེད། འདི་རིག་མ་གཏོགས་ང་རང་ཚོ་བདམས་བྱ་ཡོངས་གྲགས་འགྲོ་ཧེ་ཡོད་རང་མ་ཧང་སང་འདི་ཟེར་ད་འདི་དཀའ་ལས་ཁག་པོ་ཡིན་ཟེར་ད་ང་རང་ཚོ་ཕལ་ཆེར། སྲིད་ལྷུན་གྲུབ་ཐུགས་བཀོད་ལ་བརྟེན་ནས་ཡེ་ཤེས་ཆེ་རེ་མེད་སོང་ན་ཨ་ནི་རྫོགས་པ་ཆེན་པོའི་ལམ་ལ་མཐོང་སྒོམ་དམུས་ལུགས་ལམ་གསུམ་མ་གཏོགས་ཨ་ནི་མེད་རེ་བས་ཡང་ན་མ་ཧ་དང་མ་ཧ་དང་ཨ་ཏི་གཉིས་ཨ་ནི་ཚོགས་སྦྱོར་དེ་གཅིག་པ་ཆགས་རེ་བས། ད་འདི་ངས་ད་གིན་ཕྱུགས་བསམ་ཞིག་ཕལ་སོང་སླེབས་སོང་བ་འདི་བདེ་ག་ར་རེད།

ཡིན་ནའི་ད་ག་རེ་བཏང་བའི་རེད་ད་ནི་ཕྱི་རེ་གསུང་མཁན་དེ་རེད། ད་འདི་སྐད་ཆ་ཡོད་རེད་ཡོད་རེད་ས་རླུང་འཁྱིལ་གི་རྒྱལ་ཆེན་གི་སྐད་ཆ་ས་ནས་ཡོང་མ་རེད་བླང་དོར་གི་སྐད་ཆ་བཅས་ཡོང་མ་རེད་ད་གི་ཆེ་ངས་ལ། ཁོང་ད་ད་རྒན་ལགས་རྣམ་པ་དང་ཁོང་རྣམ་པ་གི་གསུང་ལ་འགྲོ་སོང་བ་གཞི་ལམ་འབྲས་གསུམ་དབྱེར་མེད། གཞི་འབྲས་དབྱེར་མེད་དེ་ག་ཟིག་གི་ཧང་སའི་དྲོ་བ་རེད་མི་འདུག་ཨ་ཟོག་ཆེན་སླེབས་ཏེ་ལམ་འདི་འདི་ལ་མཉམ་དུ་སླེབས་ཐུག་གོ་ལམ་འདི་འགྲམ་ལ་སླེབས་གོ་གོ་རེད་ད། གཞི་དང་འབྲས་བུ་གཉིས་དང་མཉམ་དུ་ཅིང་སླེབས་ཐུག་གོ་རེད་ལམ་དེ། འདི་སྙམ་དུ་གླེང་བའི་ཆེད་དུ་ནི། ད་ནང་ཐོད་རྒལ་གྱི་ད་འབད་བརྩོན་བྱེད་དགོས་རེད། ག་རེ་བྱེད་དགོས་རེད་ཟེར་ན་དཔེར་ན་ཐོད་རྒལ་གྱི་སྣང་ཆ་ཤེས་འོང་དུས་འཁོར་བར་སྣང་བསྡད་མཁན་གྱི་འོད་གསལ་བའི་སྣང་ཆ་དེ། འདི་ག་རང་བཞིན་ཡང་འདི་རེད་ལམ་ཡང་འདི་རེད་མ་གཏོགས་ག་ལས་ཀྱིས་བསྒོམས་ནས་ད་དུང་འདི་ཡར་གྱི་བཏང་ཡོད་ཀྱི་སྐད་ཆ་ཆུ་འཕྱེ་མཁན་ཡོང་མ་རེད། ད་ནང་ན་དེ་འདི་བསྟན་མ་བསྟན་གྱི་ཐོག་ནས་ས་ལམ་ས་ལམ་བཤད་མཁན་རེད་མ་གཏོགས། འདི་དངོས་གནས་ཡིན་མིན་གྱི་ཐོག་ནས་ས་ལམ་གྱི་མཐོ་དམན་དང་དགོངས་བ་བཤད་མཁན་ཡོང་མ་རེད། འདི་བསྟན་མ་བསྟན་སྐད་ཆ་བཤད་དགོས་རེད་ད། འདི་ལ་བསྟན་བྱ་མཐོང་མ་མཐོང་སྐད་ཆ་ག་ག་རེད། བྱུང་རིམ་གྱི་དབང་དུ་བཏང་བ་ཡིན་ན་ག་གི་དེ་སྔོན་ལ་བྱུང་བ་དང་ཨ་ནི་འདི་ད་འདི་གཉིས་ལ་ཨ་ནི་དོན་ལ་ཁྱད་པར་ཡོད་མེད་འོ་ད་འདི་དེ་སྐྱེན་པ་གྱི་སྲས་པོ་ཞིག་གསུངས་གནང་གི་རེད།
འོ་ད་འདི། ཁོ་ཁོ་ཚོ་མཁས་པ་དེ་ཟོ་གིན་ད་དཔེ་ས་ཆེན་བཟོ་གི་འདུག་འདི་ག་རེ་སོང་འདི་སྐབས་རེ་ང་ཚོ་འདི་འདྲ་ལས་གི་འདུག་ཨ་ཐ་སྙད་ད་ད་འདི་འདྲ་འདྲ་པོ་ཞིག་རེད་བ་ཟེར། དངོས་གནས་མཇལ་ན། དེང་གི་མགོན་པོ་འདི་སྲིད་ཀྱི་ཁར་བ་ལ་བརྟེན་ནས་ལངས་དགོས་རེད་ཟེར་གི་འདུག་བ་དེ་མ་གཏོགས་རྒད་པོ་དེ་ཁོ་གི་ལོ་ཆེན་པོ་ཆང་བ་ནས་ལངས་ཐུབ་གི་ཡོད་ས་མ་རེད། ཚིག་ཤར་བ་དེ་མེད་ན། བྱས་ཙང་ཚིག་གི་ཁར་བ་ལ་བརྟེན་ནས་གདན་གྱི་རྒྱལ་པོ་དེ་ཡར་ལངས་དགོས་དོ། སོང་ཙང་ཨ་ནི་ཚིག་དེའི་ཐ་སྙད་ཡོང་སྟེ་ཐ་སྙད་ཀྱི་ག་དེའི་འཇུག་འདུག་ག་བ་ནའི་འཇུག་འདུག་པས་ཞིབ་ཕྲ་ལ་བརྟེན་ནས་དོན་དེ་དེ་ནས་ཏག་ཏག་ཅིང་ར་ཁྱི་ཁྲོ་མོ་ཐུག་ཅིང་དཔེ་གལ་ཆེན་པོ་གཟིགས་ཀྱི་འདུག་ད་དེ་འདྲའི་གསུང་དེ་ད་ལྟ་ཁྱེད་རང་གི་གསུང་མཁན་གྱི་ཐ་སྙད་དེ་གི་ཐོག་ནས་བསམ་བཏང་ན། ཁོ་ཚོ་ད་དེང་སང་ལེགས་སྦྱར་གཞུང་དམངས་ཟེར་དེ་འདྲ་གསུང་གི་འདུག་གནའ་དབུས་ཀྱི་ལེགས་སྦྱར་གཞུང་དམངས་དེ་ཚོའི་ནང་ལ་ཐ་སྙད་དངོས་གཙོ་ཡས་དེ་ག་རེ་སླེབས་དགོས་རེད་ཟེར་ན་དེ་བཞིན་གཤེགས་པའི་སྙིང་པོ་གི་ཏག་ཏག་ག་ས་གར་བ་གི་ཐ་སྙད་དེ་སླེབས་དགོས་ཡོད་རེད། སུ་ག་ད་གར་པ་ཚེ་བདེ་བར་གཤེགས་པའི་སྙིང་པོ་གི་ཐ་སྙད་དེ་གླེང་གི་ཡོག་མ་རེད་འདི་ཡིན་ནས་ང་རང་ཚོ་བཟོ་ཆོག་གི་ཡོག་རེད་གར་སེང་བདེ་གཤེགས་ཟེར་ཏེ་ལེགས་སྦྱར་ལ་འདིར་སུ་ག་ད་ལ། སུ་ག་ད་ལ་གི་རེད་སྙིང་པོ་སུ་གར་པ་ལ་གི་རེད་ཟེར་ནས་འདི་མཉམ་དུ་བསྒྲིགས་ནས་སུ་ག་ད་གར་པ་བཟོ་ན་བཟོ་ཡ་ཡོག་རེད་བ། ཡིན་ནས་དོན་དག་གི་ཐོག་ནས་བཞི་པོ་ཁྱད་པར་ད་རེད་མི་འདུག་བ། གཅིག་བྱས་ན་ད་དུང་ལོ་ཙཱ་བ་གི། ལོ་ཙཱ་བ་ཁ་ཤས་ཀྱི་དང་རིགས་ཁ་ཤས་ཀྱི། བ་གི། ག་རེ་གོ། སུ་ག་ད་སུ་ག་ད་གར་པ་ཟེར་གི་ལེགས་སྦྱར་གྱི་སྐད་དེ་དེ། བདེ་ཞིང་གཤེགས་པའི་སྙིང་པོ་དང་བདེ་བར་གཤེགས་པའི་སྙིང་པོ་གཉིས་ཀ་ལ་ཡང་སྦྱར་མི་ཆོག་ཟེར་གི་ཁྲིམས་ཡང་གོ་གི་མི་འདུག་བ། དེ་ཡང་སྦྱར་ཆོག་པས་ཡོངས་སུ་གྱུར་བ། ཡིན་ན་ཡང་གསུང་རབ་ལ་ཕ་རྟགས་འོང་སྟེ་ལེགས་སྦྱར་ལ་བསམ་བློ་བཏང་ན། ཏཱ་ཐ་ག་ཐ་ག་དང་གར་བ་དེ་སླེབས་བདེ་མཁན། བོད་གངས་ཅན་གྱི་གསུང་རབ་རྙིང་པ་སོགས་ལ་བཏགས་འོང་སྟེ་ཡང་བདེ་ཞིང་གཤེགས་པའི་སྙིང་པོ་རང་རེད་མ་གཏོགས། བདེ་བར་གཤེགས་པའི་སྙིང་པོ་དེ་ལྟའི་མཁས་པ་རྗེས་མ་སོགས་ཀྱིས་བེད་སྤྱོད་བཏང་མཁན་འོ་ད་དེ་འདྲ་གི་ཐོག་ནས་སྐད་བཤད་ལེགས་དགོས། ངས་ག་རེ་དུ་བསྟན་དགོས་རེད་གསུངས་ཏེ། སེམས་ཀློང་མེ་ལྔ་འདས་ཀྱི་སྐད་ཆ་བཤད་ས་ཁོ་རང་ནས་རྒྱུ་བཅུ་བདུན་ཆགས་ཀྱི་ཡོད་རེད་བ་ད། ད་འདི་བརྙན་ལ་ཀློང་འདས་ཀྱི་ཐ་སྙད་ཡོང་མ་རེད་ལ། ཀློང་འདས་ཀྱི་རྒྱུད་དང་རྒྱུད་འགྲེལ་ཡོང་ཡོང་ཐུབ་ཡ་ཁོ་ར་ཡོང་མ་རེད་བ། ཧ་ལམ།

བྱས་ཙང་རླུང་འདི་དེ་ད་འདི་དང་བདུད་རྩི་མཉམ་པ་ཅིག་ཡིན་པ་གང་ཞིག་ལ་ཨ་ནི་ཁ་ཤེ་གི་འདི་ནི་ད་སྔ་ཤོ་ཏྲ་བུ་དེ་དེང་སང་ཕ་ཤི་འདི་ར་བརྩིགས་འདུག་ལ་དཔེར་ན་རླུང་འདི་གི་ས་བཅད་དེ་ད་ད་ད་གར་གོ། ཡེ་ཤེས་གསང་བའི་རྒྱུད་དེ་ད་ཡེ་ཤེས་གསང་བའི་རྒྱུད་དང་ཨ་ནི་གཅིག་དེ་གར་སོང་ན་རྗེས་མ་པས་འཁྲུལ་གཞི་བྱས་འདུག་ལ་གར་སོང་ནས་རླུང་འདི་གི་ཁོ་བོ་རྒྱུད་དང་རྒྱུད་འབྲེལ་དེ་ལོགས་སུ་མེད་འོང་སྟེ་དེ་ནི་དཔེ་ཆ་གི་མཚན་ལ་ཀློང་གསལ་ཡེ་ལ་ཡབ་ན་ལམ་ཚང་བར་རླུང་འདི་གི་འབྲེལ་ལ་ལུག་ཕྱུགས་ཤོ་ཏྲ་འདི་པས་ཉོར་ཚུལ་འབྱུང་བཞག་ལ། ད་དཔེར་ན་ངས་དཔེར་སེང་ཁ་རྩེ་ཤོད་ཅིག་ཞུས་ན་གར་ཆགས་ཡོད་རེད་ཟེར་ང་ཚོ་ད་ལྟ་ཀུན་ཏུ་བཟང་པོ་སློང་ཕྲུག་གི་རྒྱུད་ཀྱི་འགྲེལ་པ་དེ་སྐར་མར་འབྲི་གིན་འདུག་གསུང་རྒྱུ་སློང་སྟེགས་ཀྱི་ཐད་ལ་གསུང་བཤད་ཡོད་རེད། རྒྱུ་མཚན་གཞན་གང་ཡང་ཡོང་མ་རེད་ཨ་ལས་དེ་ལ་སློང་ཟེར་ལབ་འདུག་ཨ་ཟེར་དེ་ཙམ་གྱིས་ཡིན་ས་རེད་མ་གཏོགས། སྔོན་སྐྱེས་དཔེ་འཕྲུལ་ཆས་ཆེན་པོ་རག་དེ་ཟོག་ཆེན་རྒྱུད་བཅུ་སྟེང་གི་ནང་གི་ད་ཡོད་ཡོད་མེད་མེད་བྱེད་ཁོག་ཀུན་ཏུ་བཟང་པོ་སློང་ཕྲུག་གི་རྒྱུད་རེད་འདུག་གི་འགྲུལ་པ་དེ་སློང་ཟེར་ཚིག་ཡོད་པའི་རྒྱུ་མཚན་གྱི་ཐད་ལ་སློང་སྟེགས་ཀྱི་ཐད་ལ་གསུང་ཤོད་ཤོད་ག་ཡོད་རེད་གོ་རིམ་འགྲིག་ན། བྱས་ཙང་དེ་འདྲ་འདྲ་པོ་འཕྲུལ་ཆས་བྱེད་མཁན་དཔེ་མང་པོ་ཡོད་རེད་ཡིན་ནའི་ད་སློང་བྱེད་ཀྱི་གཞུང་ཕ་གི། གཞི་ལམ་འབྲས་བུའི་རྣམ་བཞི་ཤེས་མཁན་གྱི་ཀློང་དེ་བདག་རྒྱུད་ཛམྦྷ། སློབ་དཔོན་ཀུན་བཟང་རྡོ་རྗེ་ནས་བྱས་ནས་དུས་རབས་བཅུ་གཉིས་པ་ནས་མ་དར་གྱི་ཆ་སྦྱོར་མ་གཏོགས་དེའི་སྔན་ལ་ཕར་ཆེར་ཡོད་པའི་བཟོ་གྲྭ་མི་འདུག་སུ་ཡོད་སྙིང་ཐིག་དགོངས་མང་གསལ་འོང་དེ་ལས་འབྲས་གསལ་ལ་བཞག་གོ། ལས་འབྲས་གསལ་དང་པདྨ་ལས་འབྲས་གསལ་ཡོད་རེད་བ། པདྨས་ལས་འབྲས་གསལ་དང་འབྲེལ་བ་ཡོད་མཁན་གྱི་མཁའ་འགྲོ་སྙིང་ཐིག་དེ་ལ་མཁའ་འགྲོ་སྙིང་ཐིག་དགོངས་མང། ཀློང་ཆེན་ཁོང་རང་གིས་གསུང་མཁན་དེ་ལ་མཁའ་འགྲོ་སྙིང་ཐིག་དགོངས་མང་ཟེར་ན་ད་ཁོ་གཉིས་ཤན་འབྱེད་བྱས་ལ་རྣམ་གཞག་པས་ཁ་གསལ་པོ་ར་ཡོང་དེ་གི་རེད་བ། སྤྱི་དང་ཀིང་གི་ཀློང་ཆེན་གྱིས་ཁོང་གི་མཁའ་འགྲོ་སྙིང་ཐིག་དེ་པདྨ་ལས་འབྲས་གསལ་ལ་གཞི་བཞག་ནས་ཁོང་གི་དགོངས་པ་བཀྲལ་བ་དེ་ཆུ་ནི་ཞལ་གྱིས་གནང་གི་མ་རེད། ངས་རྗེས་མ་ང་རང་སོགས་ཀྱིས་ད་ཁོ་དེ་ཕ་རྗེས་མཁའ་འགྲོ་ཀུན་མཁྱེན་ཀློང་ཆེན་གྱི་མཁའ་འགྲོ་སྙིང་ཏིག་དེ་སྦུར་དྲག་རྩི་བཞག་རེད་མ་གཏོགས་ཀུན་མཁྱེན་ཀློང་ཆེན་གྱི་དེ་ག་རང་ཁོ་མཁའ་འགྲོ་སྙིང་ཏིག་གི་གཏན་ལ་འབེབས་མཁན་ཤིང་རྟའི་སྲས་ཅེས་ར་ཁོ་རང་རང་ཡིན་ཟེར་གི་རེད་མ་གཏོགས་ཁོའི་མངལ་ལ་གཞན་པ་ཅིག་འབྱུང་བའི་ཡོད་པ་དང་འདི་གི་དགོངས་པ་ཁོ་གི་སྤྲོད་ལོས་ཡོད་པའི་གི་རྣམ་པ་ཆུ་ནི་ཁོང་གི་ཞལ་ཞེ་སྣང་མ་རེད་དེ་ཁོ་རང་གི་གཞུང་ན་གསལ་པོ་ཡོད་རེད་བ་ད་ཡིན་ནའི་ད་གཞུང་མང་ཤོག་ཁ་གསལ་ཤོས་དེ་ད་ཀུན་མཁྱེན་ཀློང་ཆེན་རང་མ་གཏོགས་སྤེན་མ་ལི་ཁྲི་སེར་ལ་ཞེ་ར་ཞེ་ར་ཡོང་མ་རེད་ལ། སྤེན་པོའི་ཞེན་ཁོ་ཆེ་ནས། ཐང་ག་སོགས་གུ་རུ་རིན་པོ་ཆེ་ཚེ་བཞི་བོ་སྲིད་ཆགས་ཀྱི་རོ་ད། ད་ཏི་ཧུ་འདི་ཕ་འདས་ན་ད་རྫོགས་ཆེན་ནི་བཞི་བོ་སྲིད་དགོས་རེད་གུ་རུ་རིན་པོ་ཆེ་ནི་བཞི་བོ་སྲིད་དགོས་རེད་འདི་གཉིས་ལ་ཁུངས་གཏུགས་ནས་འཇུས་ན་དེ་ནས་རྫོགས་ཆེན་གྱི་ཡོད་ཡོད་མེད་མེད་དེ་མཁའ་འགྲོ་གནིང་ཐིག་གུ་རུ་རིན་པོ་ཆེ་གི་བཀའ་ཚིག་ལས་མཁའ་འགྲོ་གནིང་ཐིག་རོ་བི་མ་མི་ཏྲི་ནི་གནིང་ཐིག་ནི་ད་བི་མ་ལ་གི་རེད་ཟེར་དང་པོ་ནས་གུ་རུ་རིན་པོ་ཆེ་ཡིན་པ་ཁོ་ལ་སྲིད་ཀྱི་མི་འདུག་ཨ་ང་རང་སོ་སོའི་སྦྱིན་ལ། དེ་ནས་ད་འདི་ལ་འཇུས་ཡོད་ཡོད་མེད་མེད་ཇི་འདི་མ་གཏོགས་ཡོང་མ་ད་ཀློང་གསལ་བར་མའི་འཇུས་མ་གཏོགས་ཨ་ནི་ཀློང་གསལ་བར་མའི་འཇུས་ལ་ཐུགས་སྣང་གནང་མཁན་ཞི་དྲག་འབྱུང་མི་འདུག་ཨ། ག་རེ་ཧ་གོ་གི་འདུག་ཟེར་ནས་རྒྱུད་ང་ཚོ་རྒྱུད་བུམ་ཕལ་ཆེ་བ་ལ་ཡོང་མ་རེད་རྒྱུད་བུམ་རྙིང་པ་ཚོ་ལ། དཔེར་ན། འབྲུག་ནས་ཡོད་དེ་མཁན་གྱི་བདག་མདའ་ཞིབ་རྒྱུད་པོ་ཏི་ཞིབ་བཤེར་དྲུག་གི་སྡེ་ཚན་གྱི་རྒྱུད་བུམ་ལ་ཡང་ཡོང་མ་རེད། བ་ཡན་ནས་སུ་སླེབས་ནས་བདག་མདའ་བདེ་ལེགས་མཁན་གྱི་རྒྱུད་བུམ་ལ་ཡང་ཡོང་མ་རེད། ད་རྗེས་མ་རྗེས་མ་བློ་ཡིན་ས་ར་དེ་ནས། རྗེས་མ་རྗེས་མ་འདྲ་རེད་ད་བདག་མདའ་བདེ་ལེགས་ཀྱི་རྒྱུད་བུམ་ལ་བཞག་ཡོད་རེད། ད་དེ། ད་གང་ལྟར་ཅང་བཞག་པ་ཙམ་དུ་མ་ཟད་པ་དེ་ནི་རྒྱུད་འདི་ལ་ད་དུང་ཁག་གསུམ་བཞི་ཟེར་གྲངས་མེད་དྲ་ལེ་ཡོད་རེད་དཱ། གཏེར་བརྟེན་སུ་གི་ད་གར་སོང་ནས་ཁོ་རྒྱུད་ཚད་ལྡན་ཟེར་ནས་མི་འདུག་སྟེ་སྐད་གྲགས་ཆེ་བ་ཡིན་ལབ་ན་རྗེས་མ་གི་གཏེར་བརྟེན་གི་སྡེ་ཁག་རང་རང་བྱས་ནས་ཁོང་གི་ཡིན་ཟེར་སུ་རྣམ་བཞག་གི་དཱ། དེ་ཁོ་རང་གི་གཏེར་བརྟེན་ཁོ་རང་གི་ལུགས་སྲོལ་རེད་དཱ། འདི་ཡག་སྡུག་ཡག་སོགས་ཀི་སྐད་ཆ་འགས་ཡིན་ས་མ་རེད། གཏེར་བརྟེན་གི་འགྲོ་སྟངས་ཁོ་རང་དེ་འདྲ་རེད་དཱ། དཔེར་ན་བདག་གི་གོང་དུ་འགྲོ་མ་ཐག་པ་རེད་བ། ཀ་རྒས་ཞེས་བཤད་ས་ཆོད་འདི་ནི་མ་ཀ་རྒས་ག་ཚད་འབངས་བྲིས་རེད་ད། མགོ་ཟུག་གི་མྱངས་རེད་རེད། རྒས་མ་ཐག་པ་དེ་ཁ་རང་ཅེས་གུར་ཕྱེ་འོང་གི་ཀ་རྒས་སླེབས་སོང་ང། དེ་འདྲ་བྱས་ནས་ད་ད་ལྟའི་བར་དུ་ཡོད་རེད་དེང་སང་གཏེར་ཚན་གཅིག་ལ་ཕ་གཅིག་ཀ་རྒས་བསྟན་འདུག་ཧ་གོ་རེད་ད་དུང། ངས་ད་མ་བསྟན་རོགས་ཞུས་ཞུ་གི་ཡོད་ག་དེ་ནས་དེ། དཔེ་ཀ་ལི་ཁ་གི་འདུག་ཟེར་ད། དེང་སང་ད་དེ་འདྲ་འདྲ་པོ་རེད་བྱས་ས་དེ་འདྲ་འདྲ་པོ་ལ་སླེབས་བསྡད་གོ་རེད་དེ་འདྲ་འདྲ་པོ་སླེབས་འོང་སྟེ། དེ་ནས་ད་ངས་འདི་ལ་དཔྱད་པ་བྱས་འོང་སྟེ་ཨ་ནེ་ཡིག་ཆ་རྙིང་པ་ཁ་ཤས་ཀྱིས་གཏེར་བསྟན་ནས་སུ་ཡིས་བསྟན་གི་འདུག་འདི་བལྟས་ཟིན་ལྟ་རྒྱུ་ཞིག་བྱུང་རེད་ད། ད་དེང་རྗེས་མ་ཚོས་གིས་ད་གཏེར་བསྟན་ཚུལ་བསྟན་མི་བསྟན་ཞེ་ན་སྐད་ཆ་བཤད་ཡོང་མ་རེད་ག་རེ་གཏེར་བསྟན་བསྟན་ཟེར་གི་མ་རེད་ཁོ་ཐག་ཀ་རེད་ཟེར། བཅོམ་ལྡན་འདས་ཀྱིས་གསུངས་པ་རེད་རྡོ་རྗེ་འཆང་གིས་ཀ་རེད་ཟེར་ང་ཚོ་འདི་འདྲ་ཞིག་འགྲོ་བཞག་གི་རེད། ཁྱེད་གཏེར་བསྟན་ཇུས་གཏོགས་ཧོར་བྱེད་གི་མ་རེད་གཏེར་བསྟན་ཚུལ་བསྟན་མི་བསྟན་རྡོ་རྗེ་འཆང་གིས་ཀ་རེད་བ་ཟེར། ད་རྡོ་རྗེ་འཆང་གིས་ཀ་ཡིན་པ་གསུངས་ས་ག་རེད་ཤར་ཆོས་ཐུབ་པ་མ་གྲོངས་ངེད་ལ་ཡི་གེ་རེད་ཟེར་ལབ་གི་རེད་བ་ང་ཚོས། ང་ཚོ་གསུང་གི་ཡོད་རེད་རྡོ་རྗེ་འཆང་ལ་བདུད་སྲིན་གོ་མ་རེད་བ། བྱས་ཙང་ད་ང་ཚོ་འདི་འདྲ་ཅིག་འགྲོ་གི་ཡོད་རེད་ད་ཡིན་ནའི་གསུང་མི་ཆོག་དང་འདི་ལྟ་མ་རེད་བ་ང་རང་ཚོ་ལ་ཡོད་རེད་ཡིན་ནའི་འདི་གསུང་འདི་དགོངས་པ་གར་བྱས་ནས་གསུངས་པ་རེད་དོ། དགོངས་གཞི་ག་རེ་རེད་དོ་ག་རེ་ལ་བསམ་བློ་བཏང་ནས་གསུངས་པ་རེད་དོ། ད་དེའི་གསུང་པོད་རྣམ་བཅད་བསྡུ་བ་ང་རང་སོགས་ལོ་པཎ་དང་ཉེ་བར་འཁོར་བའི་བཞི་པོའི་མདོ་རྣམས་ལ་སངས་རྒྱས་སྲོག་སྔགས་རྣམ་བཅད་བསྡུ་བ། སངས་རྒྱས་སྲོག་སྔགས་དེ་ཁོ་ནས་ང་ཚོ་མི་ནང་བཞིན་གྱི་མི་མི་འདྲ་བ་སུམ་ཅུ་སོ་ལྔ་འབྱུང་གནས་སོ་ལྔ་ཟུང་འཇུག་རེད་འདོད་པས། ཡང་མིན་ན་སོ་ལྔ་ཞག་དགེ་བའི་གྱི་རྒྱུ་མཚན་ག་རེ་རེད་འདུག་ང་ཚོ་འདི་ཙམ་ལ་བཏགས་ཡོད་རེད་འདུག་བྱམས་མེད་སངས་རྒྱས་ལོ་སངས་རྒྱས་སྟོང་ཕྲག་མང་པོའི་མཚན་ཡོད་རེད་བ་འདི་ཚང་མ་སངས་རྒྱས་རེ་རེ་རེ་རེ་ཁ་ཁ་ཡིན་ན་ཡང་མིན་ན་སངས་རྒྱས་གཅིག་ལ་མིང་བཏགས་བཅོས་ཡིན་ན་བསམ་བློ་བཏང་ཡོད་རེད་འདུག་བ། བྱས་ཙང་ང་ཚོ་འདི་ཙམ་ལོ་དེ་མ་བཏང་དེ་ནས་ཤོག་ང་ཚོ་ལྟར་ལམ་ཁ་ཞན་པ་ལ་ཤོག་དྲིལ་བ་བཟོ་ར་འདུག་བ། བྱས་གང་ཚར་ཚར་དེ་འདྲ་གི་ཐོག་ནས་འབྲེལ་འོང་དེ་དེ་ནས། གར་སོགས་ཀྱི་དེ་འབྲེལ་གྱི་དཀའ་ངལ་མང་པོ་ཞིག་ཡོད་རེད་ཟེར་ཀློང་གསལ་པར་མའི་བཅུད་ལས་ད་དེ་གི་ཐོག་ནས་ཏེ་སི་ཏེ་སི། མི་སྨན་པ་ཙམ་ཏེ་སི་རག་པའི་སྐད་ཆ་འདྲ་བ་རེད་ད་དེ་ཡིག་ཆ་འདྲ་ཏེ་སི། གཏེར་ཆེན་གཅིག་གི་རྣམ་ཐར་དེ་ངས་དྲ་ཐོག་ན་མཐོང་བྱས་ནས་ཕ་གི་ན་འདུག་ཟེར་འདུག་ར་བ་ནེ་པ་ལ་ཨར་ཀའིབ་ལ་ཡོད་རེད་ཟེར། ད་ང་དེའི་རྣམ་ཐར་གི་དགོས་ཡ་ཞིག་འདུག་ཕ་གཅིག་གི་ཨར་ཀའིབ་ལ་ཚོད་དཀར་འགྲོ་རེད། ཚོད་དཀར་འགྲོ་འོང་སྟེ་དེ་ནས་ཉིན་གང་ཕ་གི་ལྷག་སར་རོགས་ན། དེ་ལྷག་འོང་སྟེ་དེ་ནས་ཚོད་ཡ་དེ་གཞན་པ་ཞིག་ཚོད་འདི་སྙམ་དུ་ད་དུང། སྙན་པ་ཅིག་རག་རེད་ད། ད་ག་ཚད་འདི་ཚོ་ཚང་མ་ག་ཚད་གཅིག་པ་རེད་འདུག་ཟེར་འདིའི་ད་འདའ་བརྒྱད་ཀྱི་འཇིགས་བུམ་ན་ཡོང་མ་རེད་དཔེར་ན་ངས་རག་པ་ཞིག་ཞུས་ན། ཚིག་རྐང་ཕ་ཆེ་ལྔ་བཅུ་ཡག་མ་བྱེད་ཆོད་ནི་ཡོང་མ་རེད། ཡ། ད་དེ་འདྲ་གི་ཆེ་ལ་ཆེ་ལ་ཆེན་པོ་རོ། མཁན་པོ་མཁན་པོ་ཆོག་ལ་གང་འདི་ཞུ་ཡ་ཅི་ལ། དེ་ནས་སྤྱི་བཏང་འདི་བྱས་ན། འདི་ཞུ་དགོས་གལ་མི་འདུག་སྟེ་ཡིན་ན་ཡང་བསྟན་པ་སྤྱི་ཐོག་ལ་ཕན་ཐོག་པའི་ཞུ་ན། ད་འདི་ཅི་རིགས་ཀྱི་དཀའ་ལས་ཞུ་རྒྱུ་བརྒྱད་རྩ་རེད་མི་རྣམ་དཔྱོད་ཆེན་པོ་བརྩོན་འགྲུས་ཆེན་པོ། འདྲེ་གཅིག་གི། དེ་ནས་གཙང་ཤོག་ཁུ་འོང་ཡ་དེ། དེ་ལས་གཙང་ཤོག་མ་རྣམས་འཕེལ་ཡ་དེ་ནི། ད་ང་ཚོ་ཞིབ་འཇུག་པ་བརྒྱུད་རྒྱ་ཆེ་ན་སྐད་ཆ་དུ་མ་དུ་སྣང་མི་འདུག་ཨ། དེ་ངས་ཇོ་སྐྱོང་ར་བ་ཅིག་ལ་ས་ནོར་གཏོང་ན་ཁྱེད་དཔེ་ཆུ་བྱེད་རེ་དྲན་དགོས་བ་རེད། ཡིན་ནའང་དཔེ་ཆུ་དེ་ལ་བྱེད་དགོས་ས་ས་ཆ་མ་རེད། ག་རེ་བྱེད་ནས་ལོག་ན་འདི་ལ་ང་རང་ཚོ་གི་དད་པ་སྐྲུམ་ཆེད་ལུང་གྲོང་ཆུང་ཆུང་གློག་ལ་ཟིང་ཆུང་ཆུང་བཟོ་ཚ་དེ་གློག་གུ་མ་རེད་དེ་ཁྱོད་རང་གི་བསྐྱེད་རྫོགས་ནང་བླུ་བ་ཚ་ཉིན་གོང་ནས་ཁྱོད་ཀྱི་དད་བསྟོད་མ་ཚ་ངོ་ནི། སུ་སྐྱིད་རྐུ་མ་ཁུ་མདོ་ཁ་མ་རེད། དཔེ་ཆོས་བྱེད་ས་དེ་རྒྱ་ཕྱི་ཁ་ལས་རྒྱ་ཕྱི་གི་སྡིངས་ཆ་ཁ་ལས། བརྗོད་བྱ་བརྗོད་བྱེད་ལ་སྔར་འདྲ་ལོང་དེ་གཉིས་ཀྱི་གསུང་རབ་ཀྱི་དོན་ལ་ཉིན་མཚན་མེད་ལ་བསམ་གཏོང་དེ་དེ་ཚོ་གི་ངོས་ལེན་བྱེད་ན་ཟེར་ན་དེ་རེད་དྲན་གྱི་འདུག་ཡིན་ན་ཡང་ད་ཁྱད་པར་མི་འདུག་ཅེ་རིག་དཀའ་ལས་བྱས་ཚར་ང་ཚོ་ལས་ཁྱད་གསོད་བྱས་མ་རེད་མཐོང་ཆུང་བྱས་མ་རེད་དཀའ་ལས་མ་འཇོག་མ་རེད་སྡིག་གྲུབ་འདོན་ཆ་སོགས་བསྟན་ཚར་ག་ཚོང།
དེ་ནས་དྲི་བ་དེ་ག་རེ་ཡིན་ཟེར་ན་དེའི་བར་དུ་ད་ལྟ་ག་རེ་གནས་འོས་ཟེར་ན་བྱས་ཙང་མ་སྤྲད་ན་བར་དུ་བསྙེན་དཔའ་ཡོངས་སོགས་ཀྱི་དཔའ་ཡོངས་སོགས་ཀྱི་དགོངས་པ་ལེན་ཚུལ་ཟེར་ཡ་འདི་བསྙེན་དཔའ་ཡོངས་རེད་དམ་མ་རེད་ཟེར་དེ་གཅིག་དྲི་ཡ་ཡིན། ཨེ་ནི། དྲི་བ། གཅིག་བཅས་ཨེ་ནི། དེ། ངོ་མ་དེ་དྲི་བ་དེ། ད་ཁྱེད་རང་གིས་གཤིན་རྗེ་ཟེར་གཞི་གཤིན་རྗེ་ལ་གཤིན་རྗེ་མང་པོ་གསུངས་འདུག་ཨ། ད་དེ་དག་སྤྱི་བཏང་གི་དགོས་རྫོགས་ཆེན་རེ་ཐོས་བསམ་བྱེད་ངེས་མིན་སུ་ཡིན་ནའང་ཤེས་ཐུབ་དགོས་པ། ཡིན་ནའི་བློང་བསམ་འབར་མི་བགྱིད་ལས། ཞིབ་འཇུག་གནང་བ་ལ་བརྟེན་ནས་ཨ་ནི། དུས་ད་ལྟ་གི་བར་དུ་ལ། ཆེས་ཐིག་ཡོད་སོང་ག་ཚད་ཐུག་སོང་ཟེར་གྲུ་འདོན་འདྲ་བོ་རྡོག་རྡོག་བྱས་ནས་འོ་འདི་སོང་རོགས་གྱིས་ཟེར་ཞུ་ཡ་ཡིན། གྲུ་འདོན། ད་ཁྱེད་ཀྱི་ལོ་མང་པོ་གྱིས་ལས་ཀློང་སམ་བར་མིས་གྱིས་ལས་ཞིབ་འཇུག་བྱས་ནས་གྲུ་འདོན་གཉིས་ཡོད་ར་བ་དེ་མ་རྡོག་རྡོག་འདྲ་བོ་བྱས་ནས་སོང་རོགས་གྱིས། ད་སྒྲུབ་འབྲིང་དེ་བསྡོམས་བརྒྱབ་ན། བརྗོད་བྱ་ཁྱད་ཆོས་གཉིས་ལ་བསྡུ་དགྲོ་གི་ར་བ། ད་བརྗོད་བྱེད་ཀྱི་ཐོག་ནས་བདག་གི་གོང་དུ། མཁན་པོ་ནས་ཀ་བ་གི་ཅེས་དྲི་བ་གནང་བ་གནང་བཞིན་རེད་ད་འདི་ལ་དེ་སྔ་ཆུ་ནི་མང་ཆེ་བ་གི་མང་ཚོགས་ཀྱི་སྐྱི་མ་ལ་ལས་མ་མྱོང་གི་མ་དཔེ་ཁ་ཤས་རག་ཡོད་ལེ་ལ་དེ་ཚོ་མཉམ་དུ་བསྒྱུར་ནས་ཀ་བ་གི་བསྒྲིགས་ནས་ཨ་ནི་བརྗོད་བྱེད་ཀྱི་ཐོག་ནས་ཡིན་ན་ཡང་ད་འདི་སྔ་མ་རག་ཆུ་མང་བ་ཅིག་ཁ་གསལ་པོ་བཟོ་ཐུབ་ཡོད་རེད་ཨ་ནི་བརྗོད་དོན་གྱི་སོ་ལ་མཚམས་བཏང་ན་ད་ད་ངས་དེ་བསྡུས་དོན་འདི་ད་སྐད་བཀོད་ཁ་རོག་གཞུང་སུ་དེ་རེད་བསྡུས་དོན་ནང་ལ་ད་ངས་བརྗོད་དོན་འདི་གི་ཐོག་ནས་དམིགས་སུ་བཀར་ནས་དཔེར་ན་ཟོག་ཆེན་ནས་སྔ་ཕྱི་ཕྱེས་ནས་འདི་བརྗོད་དགོས་ཡོད་དེ་ཁོག་གཙང་མ་བཅད་ནས་ཕ་གི་ཅེས་སྐད་ཆ་ཅིག་ཤོས་འཆད་ཐུབ་རུ་བྱས་ན་ཟེར་ནས་སོགས་འདི་བརྗོད་ཀྱི་ཡོད་རེད་བ། ད་འདི་བརྗེད་ནས་དེ་ནས་ང་རང་སོགས་ཀྱིས་ག་རེ་གུ་རུ་རིན་པོ་ཆེ་གིས་བཀའ་སྩོལ་རེ་རེ་ལབ་སྟེ་མང་ཆེ་བ་འདི་གུ་རུ་རིན་པོ་ཆེའི་གསུང་གནང་འདྲ་བོ་ཤར་གུ་རུ་རིན་པོ་ཆེ་གི་རང་ཕ་ཆེ་བཅས་ཀྱི། མཁའ་འགྲོ་སྙིང་ཐིག་དང་དེ་ག་རང་གསུང་པའི་ཚོར་སྣང་འདྲ་བོ་ང་སོགས་ཤུགས་ཆེན་པོ་ཅིག་ཡོད་རག་གདའ། ད་འདི་ཚོ་ག་འདྲའི་རེད་འདུག་ག་འདྲའི་ཆེད་ཀྱི་བཀའ་སྩོལ་ལབ་འདུག་དངོས་གནས་ཁོ་རང་གིས་གསུང་པ་རེད་འདུག་དང་མི་འདུག་འདི་ཚོ་དཔེ་ཆའི་སྐད་ཆ་གཙང་མ་ཆགས་ཡོད་འདུག་ད་འདི་ཚོ། ཕལ་ཆེ་བ་དག་ཅིག། གྲུབ་དེང་བྲལ་ལ་སྲིད་ན་གཞིར་གྲུབ་པ་གྲབས་ཚེ་ཁྱད་པར་དོན་དག་གིས་བསྙེན་དཔལ་དབྱངས་ཀྱི་གཞུང་གསུང་གསུང་བ་མཁན་པོ་ཡི་བསྙེན་དཔལ་གྱིས་དེ་ལྟར་དཔེར་ན་ང་བདག་རྫོགས་ཆེན་གྱི་ཚིག་ངེས་སུ་ཡོད་ཟེར་བའི་དཔེར་ན་རྡོ་རྗེ་སྲིན་པོའི་བཞུགས་གླིང་ལ་དཔེ་གསལ་པོ་བདོ་བ། རོ་བཅུག་ན་འདི་ལ་བསྙེན་པ་ཡང་ཟིན་ནས་ངེས་པར་དུ་ས་བཅད་དེ་ནོར་ལ་རྗེས་ལ་ཡར་དགེ་ལ་དཔང་པོ་བྱ་ནས་བླུག་རོགས་ཟེར་ནས་ག་རེ་ཟིན་ན་དཔའ་ཡང་དཔའི་མོ་པོ་ཡོད་ར། མ་རེད་ད་ལྟ་ངེད་ཀྱི་བསྙེན་དཔལ་དབྱངས་དེ་འདི་རུ་ད་མཁན་པོ་གཞན་པ་མ་རེད་ད། གནུབས་ཆེན་གྱི་བླ་མ་ཡིན་མཁན་བསྙེན་དཔལ་དབྱངས་དེ་ངེད་ཚང་མ་ངེད་ཚང་ཤེས་ཀྱི་མ་རེད། བྱས་ཙང་ངེད་དེ་བཞིན་ནས་ཀླུ་སྒྲུབ་ཡིན་ནས་གསང་བ་ཤ་རབ་ཀྱི་ཀླུ་སྒྲུབ་ཟེར་མཁན་ཟེར་ངེད་ག་དུས་ནས་ཞིབ་ཆ་བཞག་གི་ཡོད་དེ།